ལྟ་བའི་མདོ། བསམ་པའི་མདོ་ཟེར་བ། འདི་འདྲའི་མིང་བཏགས་ཉེན་ཡོད་རེད། རྩ་བའི་གེགས་ཤེས་རབ་སྙིང་པོ་སྟེ། དངོས་བསྟན་སྟོང་ཉིད་ཀྱི་རིམ་པ། དང་གཙོ་བོར་མ་བསྟན་ཉན་གྱི་དང་མདོ་སྡེ་ཆགས་བསྡུས་སྐོར་རེད། རྩ་བའི་གེགས། ནམ་རྒྱུན་ང་རང་ཚོའི་མདོ་སྣ་ལ་ཡང་དངོས་བསྟན་སྟོང་ཉིད་ཀྱི་རིམ་པ་གཙོ་བོར་བསྟན་པ་དང་བོད་དོན་མངོན་རྟོགས་ཀྱི་རིམ་པ།

ཨ་ནི་དེ་ནས་ཀྱི་རྒྱས་པར་དུ་བུམ་བྱས་བསྡུས་པ་ཨ་ནི་ཉི་ཁྲི་བྱས་ཨ་ནི་ཤིན་ཏུ་བསྡུས་པ་བརྒྱ་སྟོང་པ་ཟེར་བ། ད་དུ་ཚོད་གནས་ཚུལ་དེ་ལྟར་མུ་ག་བྱས། དེ་འདི་ནས་ཀྱི་ཨ་ནི་ཅིག་དུ་ཚོད་ནང་གསལ་གྱི་ཆེ་བ་ཡིན་ན་ཨ་ནི་རྒྱས་པའི་འབྲིང་རྒྱས་པའི་བསྡུས་པ་ཨ་ནི་འབྲིང་གི་རྒྱས་བསྡུས་སམ། ནང་གསལ་མང་པོ་བྱས་ན་ད་ལྟ་ན་ཤེས་རབ་སྙིང་པོ་སྟེ་ཨ་ནི་ནམ་རྒྱུན་ལ་བསྡུས་པའི་བསྡུས་པའི་གཞུང་གཅིག་གསུང་གོ་རེད། བསྡུས་པའི་བསྡུས་པའི་སྒྲ་གཞུང་གཅིག་སེ་ར་ཉུང་པར་བ། རྩ་གཡས་ཀྱི་ང་རང་ཚོ་ནམ་རྒྱུན་གསུངས་ཏེ་ཉུང་ཉུང་བར་མི་བསྡུ་བ། ཡིན་ནས་ཡང། ཚིག་གི་ཆ་ནས་ཉུང་ཉུང་ཡིན་པར་མ་གཏོགས་ཀྱི་དོན་གྱི་ཆ་ནས། ཨ་ནི་ཆེས་ཤེས་ཅན་གྱི། མདོ་སྡེ་ཐམས་ཅད་ཀྱི་དོན་ཡོངས་སུ་རྫོགས་པ། ཨ་ནི་ཤེས་རབ་སྙིང་པོ་གྱི། ཐོས་བསམ་ཆེ་བ་ཡིན་ན། ཨ་ནི་ཤེས་རབ་སྙིང་པོ་ཁོ་རང་གི། ཚིག་ཉུང་ཉུང་འདི་ལ་བརྟེན་ནས། སོང་ལམ་ནས་ཀྱི་ཡང་དམ་ཅན་རྒྱལ་བའི་གོ་འཕང་མཐོ་ཡག་གི། ཉམས་ལེན་ཆ་ཚང་ཅི་མང། བསྟེན་དགོས་ཡོད་རེད་ཟེར་བ།

ཤེས་བྱའི་ཡི་གེ་གཅིག་མ། ད་དེ་འདྲའི་གི། ཤེས་བྱའི་འགལ་ས་ནི་བཅོམ་ལྡན་འདས་ཀྱི་གསུང་ལྟར་ལ་ད་ཅིག། དགེ་འདུན་མང་པོ་ཅིག་ཡོད་རེད། དགེ་འདུན་མང་པོ་གསུང་དགོས་ཡ་དེ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་མིང། གདུལ་བྱ་ལ་ཁམས་དང་མོས་པས་བལྟས་ནས། ཨ་ནི་ཅིག། འབུམ་གསུང་དགོས་དེ་དཔེ་མི་སྲིད་རྒྱལ་པོ་དེ་འདྲའི་རྣམ་གྲངས་མང་པོ་གསུང་དགོས་ཡ། ཨ་ནི། ཆེད་དུ་བྱས་པའི་གདུལ་བྱ་འབྲིང་དུ་ལ་འབྲིང། མཐའ་ན་དབང་པོ་ཤིན་ཏུ་རྣོ་བོ་དུ་ཚོ་ལ་ཨ་ནི་ཚིག། གཅིག་དེ་འདྲའི་དང་ཤེས་རབ་སྙིང་པོ་དེ་འདྲའི་གེ། ཐོས། བསམ། བསྒོམས་ནས། དེ་འདྲའི་ཉམས་ལེན་བྱས་ནས། སངས་རྒྱས་གོ་འཕང་ཐོབ་ཡག་གི་ད་དེ་འདྲའི་གེ། སངས་རྒྱས་བཅོམ་ལྡན་འདས་ཀྱི་ཐབས་ལ་མཁས་པ་ཡིན་ཙང་དེ་འདྲའི་གསུངས་པ་རེད་ཟེར་བ། ད་ད་ལྟ་ཤེས་རབ་སྙིང་པོ་གིས་ད་མཚན་དེ་ཁ་སང་ཏེ་འགྲོ་ཟེར་བ། ད། ཤེས་རབ་སྙིང་པོས་ཀྱི་མཚན་གྱི་མགོ་འདི་ལ་རྒྱ་གར་སྐད་དུ་ཟེར་བ།

སྐད་ལ་བག་ཆགས་ག་རེ་བཞག་པ་སོང་ད་མ་འོངས་པ་ལ་སངས་རྒྱས་བཅོམ་ལྡན་འདས་དང་ནི་རྣམ་འདྲེན་བཞི་པར་རོ། ཨཱ་ནི་ཅིག། མ་འོངས་པ་ལ་རྣམ་འདྲེན་བཞི་པ་ཅེས་ཨཱ་ནི། ད་ལྟ། རེད་སངས་རྒྱས་བཅོམ་ལྡན་འདས་དང་ནི་རྣམ་འདྲེན་བཞི་པ་ཅེས་དེ་ནས་ཀྱི་རྣམ་འདྲེན་མངའ་བ་དེ་བཞིན་བྱམས་པ་མགོན་པོས་བསྟན་པ་དུ་སེ་སྐད་པ། སངས་རྒྱས་སྟོང་ཕྲག་འཕེལ་གྱི་རོ། སངས་རྒྱས་སྟོང་ཕྲག་འཕེལ་བའི་སྐོར་ལ་ཚངས་མ་གིས། ད་ཆོས་ཀྱི་འཁོར་ལོ་བསྐོར་ཡ་གི། ཨཱ་ནི་ཅིག། གསུངས་ཏེ། ཨ་ནི་དང་ད་ལེགས་སྦྱར་ལྷ་ཡི་གེ་ནས་གསུང་གི་རེད། དེ་འདྲའི་ཅི་གསུང་གི་འདུག། ད་རྒྱུད་ལ་བྱིན་གྱིས་བརླབས་པ། དེ་འདྲས་ཀྱི་ལེགས་སྦྱར་ལྷ་ཡི་གེ་དེ་ཁོ་ནས་ཆོས་དེ་འདྲས་གསུང་བ་ཡིན་ན་ཨ་ནི། སོ་སོའི་རྒྱུད་ལ་བྱིན་རླབས་འཇུག་ཡག་བྱེད། ཨ་ནི་ཁུངས་བཙུན་པ་ཟེར་འདུག། སྤྱི་བཏང་ནི་ཆོས་འདྲ་མི་འདྲ་ཡོད་རེད། ཡིན་ནས་ཀྱི་ང་རང་ཚོ་རྒྱ་གར་སྐད་དུ་ལ་བཀོད་དེ་ཨ་ནི་ཆོས་ཁུངས་བཙུན་པ། ད་ཐོག་མ་སངས་རྒྱས་བཅོམ་ལྡན་འདས་ཀྱི་མི་ཆོས་དེ་རྒྱ་གར་ནས་བྱུང་བ་ཡིན་ཙང་ད་ལྟའི་སྔོན་ནས་ཆོས་དེ་རྒྱ་གར་ནས་བྱུང་ཤག་ཟེར་ནས་དེར་ཆོས་དེ་ནང་དོན་མེད་པ་གསལ་ལེ་མེད་པ་སྤུས་དག་པོ་ཡོད་པ་ཅིག་ཨ་ནི་མཚོན་དོན་རེད་ཟེར་བ། རྩ་བའི་གི། རྒྱ་ནག་ནང་གི་རྒྱུ་སྐྱོར་མང་པོ་ཡོད་རེད་རྒྱ་ནག་འགྲེལ་ཆེན་ཨ་ནི་རྒྱ་ནག་རྐང་འདོར་ཟེར་མང་པོ་ཡོད་རེད་ད་འདུག་ཚོགས་དབུ་དེ་ལ་ཁ་ཤས་ནི་རྒྱ་སྐད་ཡོད་ས་རེད་རྒྱ་ནག་སྐད་འདུག་ཟེར་བ་འོ་དེ་འདྲས་རེད་སོང།

བྱ་རྒོད་ཕུང། རྒྱལ་པོའི་ཁབ་རོ། དེ་འདྲའི་འདི་ལ་ད་རྒྱ་གར་གྱི་ཡུལ་དབུས་ཚིག་གི་དོ། དེ་འདྲའི་སྐད་འདི་ལ་མ་ག་དའི་སྐད། ད། དེ་འདྲའི་སྐད་འདི་ལ་ཨ་ནི་ད་ཅིག་ཕྱི་རྒྱལ་དེ་འདྲའི་གི་པཱ་ལི། སའི་མིང་ད་ནི་ཕྱིས་སུ་བྱུང་ཆོག་དེ་འདྲའི་ཡང་ཅིག་གསུང་གིན་འདུག་ཟེར་བ། ད་དེ་ནས་གི། ཨ་ནི་ཤེས་རབ་སྙིང་པོ་ནི། སངས་རྒྱས་བཅོམ་ལྡན་འདས་གསུང་རྒྱུ་རེད་ད་ཤེས་རབ་སྙིང་པོ་དགོངས་པ་བཟོ་ནས།

ད་བཀའ་བསྡུ་ཟེར་མཁན་ཁ་ཚང་ཞུ་ཡོད་པ། སངས་རྒྱས་བཅོམ་ལྡན་འདས་དགོངས་པ་རྫོགས། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ། ད་དེ་འདྲས་ཀྱི་ཡི་གེ་སྐྱོ་ལ་སྤམ་ནས་གླེགས་བམ་གས་ཡོད་རེད་ཟེར་ན། ཡོད་མ་རེད་བ་ཟེར་བ། ད་སངས་རྒྱས་བཅོམ་ལྡན་འདས་དགོངས་པ་རྫོགས་ས་ནས་ཕྱིས་སུ་ཨ་ནི། ད་དེ་འདྲས་ཀྱི་བཀའ་བསྡུ་མ་མཛད་ན་ད། དགྲ་བཅོམ་པ་མང་པོ་ཚོགས།

ད་ལྟ་བསྟན་དག་ཧ་རམ་ནང་ལ་འདུག། ཤོར་ཐང་ཉིས་བརྒྱ་བཅུ་གསུམ་ནང་ལ། གསེར་ཟངས་ཀྱི་ཀུན་སྣང་དཀར་པོ་རང་ངོས་ནས་མི་ནུས་ཀྱང་སངས་རྒྱས་ཀྱི་བྱིན་གྱིས་བརླབས་པས་ཨ་ནི་ཤེར་ཕྱིན་གྱི་མདོ་ཡི་རྟགས། བཀའ་བསྡུ་པ་པོ་བྱས་ཆོག་རེད་ཟེར་བ། ད་ཤེས་རབ་སྙིང་པོ་དེ། རྩ་བའི་གེགས། ཐེག་པ་ཆེན་པོའི་མདོ་ཆགས་བདེ་བོ་རེད།

བདག་འདི་ནས་ཀྱི། ཁ་སང་ཤ་ར་སྙིང་པོའི་མཚན་དེ་ཚར་བ་རེད། བདག་འདི་ནས་ཀྱི་གླིང་བཞི། གླིང་བཞི་དེ་ལ་གླིང་བཞི་ཐུན་མོང་བ་དང་ཐུན་མོང་མ་ཡིན་པའི་གཉིས། གླིང་བཞི་གླིང་བཞི་ཟེར་ངེས་འདི་ཨ་ནི་ལས་ཀ་མགོ་མ་ཚུགས་པའི་སྔས་ལ། ད་ཅིག། གོ། གནས་དང་ཨ་ནི་བྱེད་པོ་ད་མང་པོ་ཅིག་གོ་ཡོང་གོ་རོ་ཟེར་བ། དཔེར་ན།

ཨ་ནི་དགེ་སློང་གི་དགེ་འདུན་ཆེན་པོ་དང་འཁོར་ཕུན་ཚོགས་ཚོགས་པར་བ། ད་སངས་རྒྱས་བཅོམ་ལྡན་འདས་ཆོས་གསུངས་པ་དང་བྱ་རྒོད་ཕུང་པོ་རེ་རེ་འདི་ལ་ཆོས་གསུངས་པའི་སྐབས་ལ་ཨ་ནི་དགེ་སློང་གིས་ཨ་ནི་དགེ་འདུན་ཆེན་པོ་དང་ཟེར་བ། ཨ་དེ་དུས་སྐབས་དེ་དུས་གང་ལ་ཨ་ནི་ཨ་ནི་ཅིག། ད་ཉན་ཐོས་དང་ཨ་ནི་དེ་འདྲས་ཀྱི་དགེ་སློང། དགེ་སློང་དང་དགེ་འདུན་མང་པོ་ཞེས་ཨ་ནི་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང། འདི་ཁག་གཉིས་གསུངས་པ་ག་རེ་ཟེར་ན། ཨ་ནི་དགེ་སློང་གི་དགེ་འདུན་ཆེན་པོ་དང་ཟེར་ན་ཉན་ཐོས་ཀྱི་དང། མི་ཡི་རྟེན་ཅན་གྱི། མི་ཡི་འགན། ནི་སངས་རྒྱས་བཅོམ་ལྡན་འདས། ཀུན་འདུས་ནས་ཆོས་ཡིན་ཉེ་ཉན། བྱ་གོག་ཕུང་པོའི་རིན་ལ། ཨ་ཏི་ཤའི་སྦྱིན་མདོ་གསུངས་པའི་སྐབས་ལ། ཨ་ནི་དགེ་སློང། ཅིག། ཡོད་ཉན། ཨ་ནི་དགེ་སློང་འདུ་འཛོ་ཡང་དག་མི་ཡི་རྟེན་ཅན་རེ་བ་དེ་འདྲས་བྱས་ན་དགེ་སློང་གི་དགེ་འདུན་ཆེན་པོ་དང་ཟེར་བ། བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཟེར་དུས་ག་ལ། དེ་དུས་ག་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཆོས་གསུངས་པའི་སྐབས་ལ་ཡང། ཨ་ནི་བྱང་ཆུབ་སེམས་དཔའི་དགེ་འདུན་སེམས་དཔའི་བཀའ་ལ། མི་ཡི་རྟེན་ཅན་མ་ཡིན་ན་ཡང། ཨ་ནི་ལྷ་དང་ལྷ་མ་ཡིན་དང། ལ་བར་སྣང་ལ། ཅིག་ཆོས་ཉན་དེ་ཉན། ཨ་ནི་དེ་འདྲའི་ཆ་ནས་ཨ་ནི། བྱང་ཆུབ་སེམས་དཔའི་དགེ་འདུན་དང་དགེ་འདུན་ཆེན་པོ། དེ་བཞིན་ཟེར་རེས་སོ། ད་སྐབས་འདིར། ཨ་ནི་དགེ་སློང། དགེ་སློང་དང་དགེ་འདུན་སེམས་ཅན་དགེ་སློང་དུ་མཛད་ལྟར་དགྲ་བཅོམ་པ་ཡིན་པར་གསུངས་ཏོ། སྐབས་འདིར་འདི་ནས་ཀྱི་དགྲ་བཅོམ་པར་བྱ་སྟེ། སྤྱོད་འཇུག་ལས་སོ། བསྟན་བྱ་དགེ་སློང་ཉིད་ཡིན་ན།

ཉམས་ལེན་བྱས་ནས་ཤེས་སྒྲིབ་བག་ཚ་དང་བཅས་པ་སྤངས་ནས་སྒྲ་བརྗོད་པའི་གོ་འཕང་ཐོབ་དགོས་ཡོད་རེད་ཟེར་བ། ད་དེ་ནས་དགེ་སློང་ངའི་དགེ་འདུན་ཆེན་པོ་དང་ཆེན་པོ་ཆེན་པོ་གཉིས་བར་ཆེན་པོ་སྔ་ཕྱི་གཉིས། དགེ་སློང་ངའི་དགེ་འདུན་ཆེན་པོ་དང་ཆེན་པོ་གཅིག་བྱེད་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཆེན་པོ་གཉིས་འདུ་བ་ཟེར་བ། ད་ཆེན་པོ་སྔ་མ་དེ། ཆེན་པོ་ཆེན་པོ་སེང་གེ་སྟེ། མང་ཆེ་བའི་གྲངས་ཀའི་དོན་ལ་བཤད་པ་དང་ག་རོ། དགེ་སློང། ད་ལྟ་དེ་ལྟར་ཤེས་རབ་སྙིང་པོའི་དགེ་དངོས་སུ་མེད་ན་ཡང་ཨ་ནི་བརྒྱད་སྟོང་པ་དང་དེ་འདྲའི་སྐ་ལ་ཨ་ནི་དེ་སྐད་དེ་སྐད་ཐོས་པ་དུས་ཅན་ན་ཨ་ནི་དགེ་སློང་བརྒྱ་ཕྲག། ཉིས་བརྒྱ་ལྔ། ཉིས་བརྒྱ་ལྔ་བཅུ་ཟེར་ནས་ཨ་ནི་བརྒྱད་ཕྲག་བརྒྱ་ཕྲག་བཅུ་གསུམ་ཟེར་ཡང་དེ་འདྲའི་མང་པོ་འདུག་ཨ། ཨ་ནི་གྲངས་ཀའི་དོན་ལ་བཤད་ཡིན་ཟེར་བས་ཟེར་བ་དང་ཆེན་པོ་སྔ་མ་དེར་བ། བདག་དེ་ནས་དགེ་སློང་དགེ་འདུན་ཆེན་མོ་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང། བྱང་ཆུབ་སེམས་དཔའ་སེང་གེ་སྟེ་སྐབས་འདིར།

ད་ནི་དགེ་སློང་གི་དགེ་འདུན་ཆེན་པོ་དུ་འགྲོ་སོང་ང། ད་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཟེར་ནས་བྱང་ཆུབ་སེམས་ཡིན་ཏེ།
བདག་གི་ཁ་ཤས་ཀྱི་བྱང་ཆུབ་སེམས་ཡིན་དེ་ལ་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཐུགས་རྒྱུད་ཀྱི།

སྤྱོད་ལམ་རྣམ་པ་བཞིར་བ། འགྲོ་བ། ཉལ་བ། འདུག་པ། འཆག་པ། ཟེར་བ། དེ་འདྲའི་ཞུགས་པ་ཡིན་ཟེར་རེས་སོ། བདག་འདི་ཡིན་བྱས་ཏེ་ཨ་ནི། གླིང་བཞི། ཐུན་མོང་བར་བ། གླིང་བཞི་ཐུན་མོང་བར་བྱེད། བདག་འདུ་འཛོ་སངས་རྒྱས་བཅོམ་ལྡན་འདས་ཀྱིས། འདི་སྐད་དེ་ཀའི་ཐོས་པ་དུས་ཡོད་ཅེ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཏེ་ཞག་ཐུག་གི་ཡོད་ན། བཀའ་བསྡུས་པ་པོ། ཕྱག་ན་རྗེས་འཇུག་འཇམ་དཔལ་ཡེ་ན་འཇམ་དཔལ་ཡེའི་གསུང། དེ་འདྲའི་འགྲོ་བ་མེད་འགྲོ་གསུང་དོ་བདག་འདི་ནས་ཀྱི་གཉིས་པ། ཐུན་མོང་མ་ཡིན་པའི། གླིང་བཞི། བདག་ཐུན་མོང་མ་ཞེས་པའི་གླིང་བཞི་དེ་ལ། དེའི་ཚེ་བདག་སངས་རྒྱས་བཅོམ་ལྡན་འདས་བདུད་དང་བྱ་རྒོད་ཕུང་པོའི་རི་ལ་བཞུགས་པ། དེའི་ཚེ། བཅོམ་ལྡན་འདས་ཟབ་མོ་ན་བ་ཞལ་ཕྱེ་བའི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། བདག་སངས་རྒྱས་བཅོམ་ལྡན་འདས། ག་རེ་གནང་དགོས་རེད་ཟེར་ན། དེའི་ཚེ། བཅོམ་ལྡན་འདས། ཟབ་མོ་ན་བ། ཟབ་མོ་སེམས་ཉིད་དེ། སྟོང་པ་ཉིད་བྱེད།

ཟབ་མོ་རྣ་བ་སོ། རྣ་བ་ཟེར་ཉིན་དེ་ཨ་ནི་གཅིག། སྟོང་ཉིད་བཏུས་པའི་ཡེ་ཤེས་ལ་སྦྱར་སྟངས་གཅིག་བྱེད། ཡང་ཁ་ཤས་ཀྱིས། ཨ་ནི་གཅིག་ཀུན་རྫོབ་པའི་སྣང་བ། སྟོང་པ་ཉིད་ལ་རྣམ་པར་བཞག་བཞིན་པའི་ངང་ནས། ཨ་ནི་གཅིག། ཀུན་རྫོབ་པའི་ཀུན་རྫོབ་པའི་ཆོས་དོ་བདག་འདུག་ན། ཨ་ནི་སྟོང་པ་རྟེན་འབྱུང་དང། རྟེན་འབྱུང་སྟོང་པ། གཉིས་ཀ་དཔེ་གཅིག། སྟོང་པ་དང་རྟེན་འབྱུང་གཉིས་ཀ་དེ་ལྟ་གཅིག་མེད་ན་མེད་ཐབས་མེད་བར་གྲུབ་བྱེད་མཉམ་དུ་ཕར་ཚུར་ཕན་ཚུན་ལྟོས་གྲུབ་གྲུབ་བྱེད་རོ། དེ་འདྲའི་རྗེས་ལ་སྦྱང་ཉེན་ཡོད་རེད་ཟེར་བ།

ད་འདི་གི་ནང་ལ་ཨ་ནི་རྗེས་སུ་གནང་བའི་བཀའ། ཨ་ནི་གཅིག་ཞལ་ནས་གསུངས་པའི་བཀའ། བྱིན་གྱིས་བརླབས་པའི་བཀའ་སི་ཏག་དེ་འདྲའི་ནང་གསེས་གསུམ་ཕྱེ་ནས་དེ་འདྲའི་རེད་སོ། ད་ཡང་དེ་ཡང་དེ་སོ་སངས་རྒྱས་བཅོམ་ལྡན་འདས་ཡ་གེ། ཏིང་ངེ་འཛིན་ལ་སྟོང་པ་ཉིད་ལ་མཉམ་པར་གཞལ་བའི་བཀའ་ལ་ཡང་དེ་སོ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས

སྤྱད་པ་བྱས་ནས། སྟོང་པ། སྤྱོད་པ་ཉིད་ལ་རྣམ་པར་ལྟ་ཞིང། ཕུང་པོ་ལྔ་པོ་དེ་དག་གི་རང་བཞིན་སྟོང་པ་རྣམ་པར་ཡང་དག་པར་ཤེས་པ་དང། ཕུང་པོ་ལྔ་སྟེ་ཆོས་ཐམས་ཅད། ཀྱི་རང་ངོ་ནས་སྤྲུལ་པའི་རྡུལ་ཙམ་ཡང་མེད་པ། རང་བཞིན་གྱིས་སྟོང་པ་དེ་ལ་ཡང་དག་པར་ལྟ་བ་ཟེར་ནས་ལྟ་འདི་ལ། ཀྱི་དཔྱད་སྒོམ་བྱས་ནས་ཞུ་བའི་སྒྲུབ་བྱེད་ཀྱི་ངོ་རེ་སོ།

ད་ཕུང་པོ་ལྔ་ཕུང་པོ་ལྔ་ཟླ་ལྔ་རང་ས་ཁམས་ཡུན་ད་བར་དུ་འགོད་ལ་ཕུང་པོ་ལྔ། དེ་དག་ཕུང་པོ་ལྔ་པོ་དེ་དག་ཡང། ཡང་དག་དེ་གི་གར་ཟེར་ན་ཕུང་པོ་ལྔ་ཨ་ནི་གཅིག། བདེན་པར་སྤྲུལ་པའི་སྟོང་བ་རང་ངོ་ནས་སྤྲུལ་པའི་སྟོང་བ་ཡིན་པར་མ་ཟད། ཨ་ནི་ད་བར་ནས་ཞེས་པའི་ཁམས་དང་སྐྱེ་མཆེད་ལ་སོགས་པ་ཐམས་ཅད་ཨ་ནི་ག་རེ། བདེན་པར་སྤྲུལ་པའི་སྟོང་བ། ཡིན་པར་དེ་ལྟར་གསུངས་སྐོར་ཟེར་བ།

ཆོས་ཐམས་ཅད་ཨ་ནི་མིང་རྐྱང་བལྟ་ཡོད་ཙམ་ལ་བཏགས་པ་དག་རང་སྦྱོར་བ་མ་བཏུ་ཚེ། ཨ་ནི་ཡུལ་ཁོ་རང་ངོས་ནས་ཟླ་གཅིག་ཅུང་ཟད་ཙམ་ཡང་གྲུབ་པ་མེད་པ། སྟོང་པ་ཡིན་ཏེ་རྟེན་འབྱུང་ཡིན་པའི་ཕྱིར། རྟེན་འབྱུང་ཡིན་ཏེ་སྟོང་པ་ཡིན་པའི་ཕྱིར་ཟེར་བ། ད་རྟེན་འབྱུང་ཟེར་མཁན་དེ་ལ་ཡང་ཨ་ནི་ཅི། རྒྱུ་འབྲས་ཀྱི་རྟེན་འབྱུང། ཨ་ནི་ཆ་ཤས་ལས་བཏོན་པའི་རྟེན་འབྱུང། ཨ་ནི་གཅིག། ལྟ་བའི་མིང་རྐྱང་ཙམ་གྱི་རྟེན་འབྱུང་ཟིན་ཏོ། འདི་འདྲའི་གི། ཁྱབ་པ་གསུམ་འགྲོ་བའི་ཆེད། ད་རྒྱུ་འབྲས་ཀྱི་རྟེན་འབྱུང་ཟིན་ངེས་ཏེ་ད་ང་རང་ཚོ་ཕྱིས་ཀྱི་ད་ཅེས། དངོས་པོ་ཡོད་ཐམས་ཅད། ཁོ་རྒྱུ་རྐྱེན་ལས་བརྟེན་ནས་བྱུང་པ་ཡིན་ཟེར་ན་ཁོ་རྟེན་འབྱུང་རོ་ཟེར་བ། དངོས་གཟུགས་འདི་རོ། ཆོས་ཐམས་ཅད་བདེན་པར་སྤྲུལ་པའི་སྟོང་བ་ཡིན་ཙང། ཐ་སྙད་དུ་ཡོད་སྲིད་བ། ཐ་སྙད་དུ་བྱ་བྱེད་ཐེ་བོར་སྲིད་བ། བདེན་པར་སྤྲུལ་པས་མ་གྲུབ་ན་མེད་དགོས་དགོས་མ་རེད། ང་རང་ཚོ་ཆོས་ཐམས་ཅད་བདེན་པར་སྤྲུལ་པའི་སྟོང་པ་རང་ངོ་ནས་སྤྲུལ་པའི་སྟོང་པ་ཡིན་ན་ཡང། ཨ་ནི་ཅི། འགྲོ་འོང་གི་བྱ་བྱེད་ཐེ་གི་འདུག་བ། འགྲོ། འགྲོ་བ་བདེ་བ་བཟའ་བ་འཐུང་བ་གང་ལ་བྱ་བྱེད་ཐེ་དགོས་རེད་སྲིད་བ། ད་འདུག་ཚོ།

ད་ལྟའི་ང་ཚོ་འདི་དབྱེ་བ་ཕྱེ་མ་ཕྱེ་ལས་འདས་པ་རེད་སོ། སྣང་ཚུལ། སྣང་བ་དང་གནས་ཚུལ། སྣང་ཚུལ་དང་གནས་ཚུལ། མི་མཐུན་པ་དེ་དབྱེ་བ་ཕྱེ་མ་ཐུབ་ནས་ང་ཚོ་ད་ལྟའི། ད་ནི་ཅིག། ཐ་སྙད་སྤྲད་འདོད་པ་རེད་སོ། ད་སྣང་ཚུལ་དང་གནས་ཚུལ་གནས་བ་ཕྱེ་ན་ཁོ་སྣང་སྣང་ངོ་ལ་བལྟས་ན་མེ་ཏོག་དང་ཆོས་དབྱིངས་ནས་ཁོ་དེ་བདེན་པར་གྲུབ་པའི་སྣང་བ་ཁོ་རང་མཐོང་ཡོད་དུས་ཁོ་ལ་ཁོ་རང་གི་བརྒྱ་ཆའི་བརྒྱ་ཙམ་བ་ཁོ་རང་ངོས་ནས་གྲུབ་པར་འགྲོ་བའི་སྣང་ངོ་རེད། དེས་ན་དངོས་པོའི་གནས་ཚུལ་ལ་ཁོ་རང་ངོས་ནས་གྲུབ་པ་ཅིག་ཡོད་རེད་ཟེར་ན་ཡོད་མ་རེད་ཁོ་ཕན་ཚུན་ལྟོས་གྲུབ། རྒྱུ་རྐྱེན་མང་པོ་ཞིག་ལ་ལྟོས་ནས་ཁོ་གྲུབ་བསྡད་ཀྱི་འདུག་ད་ཁོ་རང་ངོས་ནས་རང་ངོས་ནས་གྲུབ་པ་ཡིན་ན་ཁོ་རྒྱུ་རྐྱེན་སུ་གང་ལ་ལྟོས་མི་དགོས་ཁོ་རང་ཚུགས་ཐུབ་ཀྱིས་གྲུབ་པ་ཞིག་དགོས་རེད། བྱ་བ་འདི་འདྲའི་ཡིན་བ་ད་ལྟ་འཐེན་རྒྱུ་ཡོད་ལུགས་ལ་ཁོ་རང་ཚུགས་ཐུབ་གྲུབ་པ་ཡོད་མ་རེད།

ད་ང་ཚོ་འདི་བར་དུ་སྟོང་པ་ཉིད་སྒོམ་ཡ་ཡིན་ད། ད་སྟོང་པ་ཉིད་སེང་གེ་ད་དོ་ད་དོ་དོ་ལ་ན་ཨ་ནི་ཅིག། རང་ངོ་ནས་གྲུབ་པ་སེང་གེ་རྡུལ་ཙམ་ཡང་མེད་པ། ཨ་ནི་ཅིག། སྟོང་སང་འགྲོ་བ་ཅིག་ལ་བ། དམིགས་པ་གཏད་ནས་རོ། དམིགས་པ་གཏད་ནས་སྟོང་སང་འགྲོ་བ། ད

བཙལ་དུ་བཏོན་ནི་མ། གསུང་དུ་བ་སོ། ཡུལ་སྟོང་པ་ཉིད་ཟིན་ཡིན་ཏེ། གཅིག། ཟབ་པོ་ཅན་མེད་ན། དེ་རྟོགས་པའི་ཡུལ་ཅན་དེ་ཡང་སྒོ་ཟབ་པོ་ཡོངས་ཐུགས་མ་རོ། ང་རང་གོ། ང་རང་ཚོ་བཅས་འཇིག་རྟེན་ན་སྤྱི་ཚོགས་ན་ལ་གོ། ཡུལ་ག་ཚོད་ཀྱི་ཀ་ལེ་ཁ་དེ། དེ་ལ་རིག་པ་བསྒྲིམས་ནས་སེམས་དེ་ཡང་དཔེ་གྲུང་པོ་དང་དེ་བཞག་གོ་དུ་བ་སོ།

ག་རེ་ཟེར་ན། ཨ་ནི་དེ་བཞིན་ལུང་དེ་ལམ་ནས་ནི། མེད་པར་བྱང་ཆུབ་མེད་པར་སེམས་མི། འཁོར་བ་ལ་གྲོལ་བར་སྟོང་ཉིད་བསྟོད་ག་དང་ལུང་ལ་གསུངས་འདུག་ཟེར་བ། སྟོང་ཉིད་བསྟོད་པའི་ཤེས་རབ་སེམས་ཉིད་དེ་མེད་བ་ཡིན་ན། ཨ་ནི་ཉན་ཐོས་ཀྱི་བྱང་ཆུབ་རང་རྒྱལ་གྱི་བྱང་ཆུབ། ཨ་ནི་ཐེག་པ་ཆེན་པོའི་བྱང་ཆུབ་སུ་ཡང་ཐོབ་པ་ཡོད་མ་རེད། གང་ཕྱིར་ལུང་དེ་ལམ་ནས་ནི་མེད་པར་བྱང་ཆུབ་མེད་པར་གསུངས་ལན་བསྐྱོན་འདུག་ཟེར་བ།